ཡང་དངོས་ཡོད་གྲུབ་ཆ་ནི་ཟེར་མཁན་མི་དམངས་ཀུན་ལ་ཐོག་མ་ཚང་མ་ལ་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཟེར་ཤོས་ཡང་ཡིན། ཡང་ད་དེ་རིང་ཡང་དུས་ཚོད་ཅེས་ཟེར་རང་སོང། དེ་འདྲའི་འདའི་སྐབས་སུ་ད་དེ་རིང་ཡང་ངས་སྙིང་གཏམ་མདོར་བསྡུས་ཤིག་མ་བཤད་ན་ཡང་ཅི་ཟེར་ཚིག་རེ་རེ་ཡང་ཕན་ཐོགས་ན་ཡང་ཆོས་ཀྱི་སྦྱིན་པ་རེད་འདོད་བསམ་གྱི་འདུག་དེ་འདས་ཀྱི་སྐུ་རླུང་རྣམ་པར་དག་པ་ཞིག་ཁུར་ནས་ད་དེ་རིང་ངས་སྙིང་གཏམ་འདི་ག་རེ་བཤད་མྱོང་དྲོ་སོང་ཞུས་པ་ཞིག་ཡིན་ན། དེ་ང་ཚོ་ཚེ་ཐ་དག་འདི་ལ་ཡང། ནང་སེམས་གང་རིག་པ་བསྒྲུབ་ཡག་དང། ཕྱི་འཇིག་རྟེན་གྱི་བདེ་སྐྱིད་ཕུན་སུམ་སྒྲུབ་བྱེད་ཀྱི་རྩ་བ་འདྲ་བོ་དེ། དེ་ནི་སློབ་སྦྱོང་བྱ་དགོས་ཀྱི་ཡོད་རེད་དེ་འདི་ཡིན་དེ་ག་སོ། ལོ་ཆུང་དུས་སྐབས་སུ་དེ་ནི་སློབ་སྦྱོང་ལ་བག་དང་བརྩོན་ཅི་བྱས་ནས་སྦྱོང་བརྡར་གནང་དགོས་ཡོད་དེ་དཔེ་མི་ཚེ་གྱི་གལ་ཆེན་པོ་འདུག་ཟེར་ནས་རེ་བ་ཞུ་ཡས་ཡིན། དེ་ང་རང་ལོ་ཆུང་དུས་གམ་སོང་སློབ་ཆུང་ཡག་པོ་མ་ཆང་བའི་རྒྱུ་རྐྱེན་ལ་བརྟེན་ནས་ད་ལྟ་སེམས་ལ་སྡུག་བསྔལ་མང་པོ་ཞིག་བྱུང་གི་འདུག་དེ་འདྲའི་འདྲའི་སྐབས་སུ་འདི་ད་ང་རང་ལ་སྡུག་བསྔལ་བྱུང་བ་དང་བྱུང་ཚར་བ་རེད་ད་ཡང་ཡིན་ན་ཡང་དེ་ནས་ད་ངས YouTube channel ཟེར་གི་མི་མང་ཀུན་ལོ་ཆུང་ཆུང་དེ་འདྲ་ཡོད་ན་ཁྱེད་རྣམ་པ་ཐམས་ཅད་ལ་སྡུག་བསྔལ་མ་བྱུང་བའི་ཀྱི་ཆེད་དུ་ཐབས་ལམ་རིགས་དེ་འདྲ་ཞིག་སྟོན་གྱི་ཡོད་དེ་འདི་ཡིན་པའི་དགའ་གསུམ། ད། ང་ཚོའི་མི་ཚེ་འདི་ནང་ལ་ནང་སེམས་གང་རེག་པ་སྒྲུབ་པའི་དང་ཕྱི་འཇིག་རྟེན་གྱི་བདེ་སྐྱིད་སྒྲུབ་པའི་ཀྱི་རྩ་བ་སྒྲོག་སྟེ་སློབ་སྦྱོང་བྱ་དགོས་ཀྱི་ཡོད་རེད། སློབ་སྦྱོང་ཡག་པོ་ཞིག་ཡོད་ན་དེ་ནས་ང་ཚོ་ཐབས་དང་ཟུང་འབྲེལ་སྣ་ཚོགས་ཞིག་བྱེད་ཐུབ་པའི་རྒྱུ་རྐྱེན་ཆགས་ཀྱི་རེད་དེ་འདི་ཡིན་པའི་དགའ་གསུམ་མི་ལ་རེ་སྒུག་སྒུག་ཡོད་མ་རེད། དེ་ནང་བཞིན་གྱི་དེ་ནས་ཅིག་སློབ་སྦྱོང་ཅིག་ཡོད་ན་རང་ལ་རང་སེམས་བརྟག་བྱས་ནས་ག་རེ་ཡིན་ན་བྱ་བ་འདི་སྒྲུབ་ཐོའི་རྒྱུ་རྐྱེན་ཅིག་ཆགས་ཐུབ་ཀྱི་རེད་དེ་འདི་ཡིན་འདི་ག་སོང་དེ་ནས་ལོ་ཆུང་དུས་སྐབས་སུ་སློབ་སྦྱོང་ལ་བག་དང་བཙོན་འབྱིན་བྱས་ནས་སྦྱོང་བརྡར་གནང་རོགས་བྱེད་ཟེར་ནས་རེ་བ་སྙིང་ནས་ཞུ་ཡ་ཡིན། དེ་ཡང་གལ་ཆེ་གི་དེ་ནས་སློབ་སྦྱོང་གལ་ཆེན་པོ་མ་རེད། རྒྱུད་དཔལ་འབྱོར་གལ་ཆེན་པོ་རེད་ཟེར་ན་ནི་དེ་འདྲའི་བཤད་མཁན་དེ་འདྲའང་འདུག་རྒྱུད་དཔལ་འབྱོར་གལ་ཆེན་པོ་རྩ་བ་ཉིད་ནས་མ་རེད་རྒྱུད་དཔལ་འབྱོར་ནི་རྨི་ལམ་ལྟ་བུ་དང་སྒྱུ་མ་ལྟ་བུ་ཞིག་རེད་རེད་བ། ཚོང་ཅིག་གཅིག་སྒྲིབ་དཀའ་བྱས་ན་དེ་ནི་སྤང་གོ་ཆག་འགྲོ་བའི་ཉེན་ཁ་ཡོད་རེད་རེད་བ། འདི་ལ་ཁེབས་ཙའང་ཡོད་ཀོ་ཆོད་འཇོན་ཐང་རེད་རང་གི་འཇོན་ཐང་རེད་དེ་ལྟར་ཚོང་རྒྱག་བའི་སྐབས་སུ་རང་གིས་ད་ཅིག་ཐབས་བཟུང་ཐབས་དང་བཟུང་གྲོལ་སྣ་ཚོགས་ཆེད་དོན་ཡིན་གྱི་རྒྱུ་རྐྱེན་གྱི་ཆ་དེ་ཡོད་བ་དང་གཅིག་ཚོང་རྒྱབ་ཁེ་བ་ཡོད་ན་ཁོས་ཁེབས་ཚང་ཡོང་དགོས་རེད་དེ་ཡང་ཁེབས་ཚང་དེ་གཅིག་རྡིབ་ག་གཅིག་ན་བྱས་ན་དེ་གཅིག་ཚོང་དེ་གཅིག་རྡིབ་འགྲོ་ན་ང་ཚོར་དཀའ་ངལ་དབུགས་ཡོད་རེད་དེ་ནང་བཞིན་གྱི་རྨི་ལམ་ནང་ལོགས་ལ་གཅིག་རྨི་ལམ་ཡག་པོ་ཞིག་མཐོང་འདྲའི་སྐབས་གཉིད་སད་སད་བྱེད་དགོས་ན་དེ་ཐོ་ཡང་བྱས་མི་འདོག་སྟོང་པ་གཉིས་ནང་བཞིན་འདི་ནང་བཞིན་གྱི་ཉག་ག་ཡོད་རེད་དེ་ནང་བཞིན་གྱི་དེ་ཚོང་ལ་ཡོད་དེ་གཅིག་བཏགས་པ་བརྟན་པོ་རྩ་བ་ཉིད་ནས་ཡོད་མ་རེད་ཟེར་ནས་ཞུས་འདི་ནང་བཞིན་གྱི་ད་ང་ཚོ་མོས་དངོས་གནས་ཁོ་རང་བདེ་སྐྱིད་རྩ་བ་སྤྲད་འདི་སློབ་སྦྱོང་འདི་ཡག་པོ་ཞིག་བྱ་ང་སྦྱོང་བརྡར་གནང་བ་ཞིག་ཡིན་ན་ད་ང་ཚོ་ཤི་བའི་མཐའ་བར་འདི་འགྱུར་བ་འཁྱུད་ནས་ཡོད་མ་རེད་རང་ལ་གང་སེམས་ནང་སེམས་གང་རིག་པ་ཞིག་སྒྲུབ་དགོས་ན་སེམས་ནང་སེམས་གང་རིག་པ་ཞིག་སྒྲུབ་དགོས་བསམ་ན་ཡང་དེ་ནི་ཅིག་སེམས་ཀྱི་བདེ་སྐྱིད་སྒྲུབ་པའི་གི་ཐབས་དང་ཟུང་འབྲེལ་སྣ་ཚོགས་ཞིག་དགོས་བླ་མ་གོང་མ་རྣམས་ཀྱི་གསུང་འདི་ཚོ་ལ་ཐོས་བསམ་བྱས་ནས་འདིར་ང་ཚོས་རྒྱུད་སྡེ་སེམས་སྣང་སེམས་ཁམས་རིག་པ་སྒྲུབ་པའི་གྱི་ཐབས་དང་ཟུང་འབྲེལ་བྱེད་ཐུབ་ཀྱི་རེད། འདི་ནང་བཞིན་གྱི་ཕྱིས་འཇིག་རྟེན་གྱི་བདེ་སྐྱིད་ཕུན་སུམ་ཚོགས་པ་ཞིག་སྒྲུབ་དགོས་བསམ་ན་ཡང་དེ་ནི་ང་ཚོ་གཅིག་གིས་སློབ་སྦྱོང་ཡོད་ག་ཚོད་ཐབས་དང་ཟུང་འབྲེལ་སྣ་ཚོགས་ཅིག་བྱེད་ཐུབ་ཀྱི་རེད་དེ་འདྲས་ཡིན་དེ་ག་ཚོད་སློབ་སྦྱོང་དེ་དེ་ནི་རྡོ་རྗེ་ལྟ་བུ་འཇིག་པ་མེད་པ་འགྱུར་བ་མེད་པ་དེ་འདྲས་ཆགས་བསྡད་ཀྱི་བ་རེད་དེ་འདྲས་ཡིན་དེ་ག་ཚོད་རྒྱུ་ནོར་དཔལ་འབྱོར་སམ་ལྷག་པ་དེ་ནི་ང་ཚོ་སེམས་ལ་བདེ་སྐྱིད་སྤྲད་མཁན་དེ་སློབ་སྦྱོང་ཆགས་བསྡད་ཀྱི་ཡོད་རེད་ཟེར་ནས་རེ་བ་ཞུ་ཡིན་དེ་འདྲས་ཡིན་དེ་ག་ཚོད་སློབ་སྦྱོང་ལ་དེ་ནི། བ་དང་བརྩོན་ཅིང་བྱས་ནས་སྦྱོང་བརྡར་ལོ་ཆུང་དུས་སྐབས་སུ་སྦྱོང་བརྡར་གནང་དགོས་ཡ་དེ་འགལ་ཆེན་པོ་ཞིག་རེད་འདུག་དེ་འདྲའི་འདའི་སྐབས་སུ་ད་ང་རང་ཡིན་ན་ཡང་སློབ་སྦྱོང་ཞི་དྲག་ཤེས་ཀྱི་མ་རེད་དེ་འདྲའི་འདའི་སྐབས་སུ་ད་འགྲིག་གི་འདུག་དེ་ང་རང་ང་རང་ཚད་ལྡན་གྱི་རྩ་བའི་བླ་མ་ཅིག་གི་ཚད་ལྡན་གྱི་བླ་མ་མཇལ་འདི་གནང་ནས་དེ་ནས་ལྔ་ལྡན་ཆོས་དྲུག་ཉམས་སུ་ལེན་ཡའི་གོ་སྐབས་བཟང་པོ་ཞིག་རག་གོ་སྐབས་བཟང་པོ་རག་པ་ཙམ་མ་ཡིན་པར་རང་གིའང་གང་ཐུབ་ཅི་ཐུབ་ཀྱིས་བེད་སྤྱོད་བརྩོན་འགྲུས་བྱེད་མཁན་ཅིག་ད་བྱེད་ཀྱི་ཡོད་དེ་འདའི་འདའི་སྐབས་དེ་འདྲ་གི་རྒྱུ་རྐྱེན་ལ་བརྟེན་ནས་ད་བྱེད་ཀྱི།

སེམས་བློ་ཤེས་བྱས་ནས་བརྡས་ཐོན་ཡས་ཀྱི་རྒྱུ་རྐྱེན་ཆགས་ཀྱི་དེ་ནི་མོ་བེར་ག་ཚོད་ཅིག་ལག་པར་བཏགས་པ་ཞིག་ནི་བཏགས་ཐོན་ཡས་ཀྱི་རྒྱུ་རྐྱེན་ཅིག་ཡོད་མགོ་རེད་དེ་འདྲའི་ཡན་ག་ཚོད་ལོ་ཆུང་དུས་སྐབས་དུ་དེ་ནི་ཅིག་མོ་བེར་ནང་ལོག་རྣམ་གཡེང་བྱ་ཡས་ཀྱི་རྒྱུ་རྐྱེན་མང་པོ་ཞིག་མགོ་དེ་ལ་མང་པོ་ཞིག་འཁྲུལ་འགྲོ་བ་ཞིག་ཡིན་ན་དེ་ནི་ལོ་ཆེན་པོ་ཆགས་ཡས་ག་ཚོད་སྡུག་བསྔལ་དཔག་ཏུ་མེད་པ་ཞིག་སྤྲད་ཡོད་མགོ་རེད་དེ་འདྲའི་ཡན་དེ་ག་ཚོད་ལོ་ཆུང་དུས་ག་ཚོད་མོ་བེར་བཏགས་ཡས་ཉུང་ཉུང་བྱས་ཡས་དང་ཨ་དེ་གལ་ཆེན་པོ་རེད་སློབ་སྦྱོང་ལ་གང་ཐུབ་ཅི་ཐུབ་ཀྱི་བག་དང་བཙོན་ཅིག་བྱས་ནས་སྦྱོང་བརྡར་གནང་རོགས་བྱས་ཟེར་ནས་འོ་ད་རེ་བ་འདི་ཞུ་ཡས་ཡིན། སྙིང་གཏམ་མདོར་བསྡུས་དེ་འདྲ་ཞིག་ཡིན་དེ་ནི་ཚང་མ་ལ་ཕན་ཐོགས་པའི་རེ་བ་ཡོད་ཆ་ཚང་གི་ཐུགས་ལ་བཞག་ད་འདི་ནང་བཞིན་གྱི་གྲྭ་བ་ཞིག་ཡིན་ན་ཡང་རབ་བྱུང་ཞིག་ཡིན་ན་ཡང་ལམ་བསླབ་པ་གསུམ་ལ་སྐྱོན་གྱིས་མ་གོས་པར་ལག་ལེན་བསྟར་ནས་འདི་ནང་བཞིན་གྱི་བླ་མའི་ཐུགས་ཀྱི་དགོངས་པ་ཐམས་ཅད་བསྒྲུབ་ཡག་དང་འདི་ནང་བཞིན་གྱི་སྒྲུབ་པའི་ཆེད་དུ་ལམ་བསླབ་པ་གསུམ་སྐྱོན་གྱིས་མ་གོས་པར་ལག་ལེན་བསྟར་ཡག་དང་དེ་ནས་བླ་མའི་ཐུགས་ཀྱི་དགོངས་པ་དེ་གཙོ་བོ་དང་ང་ཚོ་ཅིག་དངོས་གནས་ཁོ་རང་ཆོས་ཆོས་བཞིན་དུ་སྒྲུབ་ཡག་དང་ཆོས་ལམ་དུ་འགྲོ་ཡག་དང་ལམ་འཕྲོ་འཁྲུལ་པ་ཡེ་ཤེས་ཚུལ་འཆར་ཐུབ་ཡག་གི་ཐབས་དང་ཟུང་འབྲེལ་བྱེད་ཡག་དང་འདི་ནང་བཞིན་གྱི་དེ་ནས་ང་ཚོ་གི་ཅིག་ལ་གཅིག་གཞུང་ཆེན་བཅུ་གསུམ་དང་ལ་སོགས་པ་ཅིག་སྔོན་ནས་ཐོས་བསམ་སྒོམ་གསུམ་ཡག་པོ་བྱེད་ནས་ཅིག་བག་དང་བརྩོན་བཞིན་བྱས་ནས་སྦྱོང་བརྡར་གནང་རོགས་གནང་དགོས་དེ་གལ་ཆེན་པོ་རེད་ལོ་ཆུང་དུས་སྐབས་སུ་སློབ་སྦྱོང་ཡག་པོ་བྱས་ནས་སྦྱོང་བརྡར་གནང་བ་ཞིག་ཡིན་ན་དེ་ནི་ལོ་ཆེན་པོ་ཆགས་ཡོད་སྐབས་ལ་སེམས་ལ་སེམས་ཞི་བདེ་ཡོང་ཡན་གྱི་རྒྱུ་རྐྱེན་ཕུན་སུམ་ཚོགས་པ་ཆགས་ཐུབ་ཀྱི་རེད་ཟེར་ནས་རེ་བ་ཞུ་ཡ་ཡིན་དེ་འདྲ་ཡིན་དེ་ག་ད་དེང་སྙིང་གཏམ་བསྡུར་དུས་དེ་འདྲ་ཞིག་ཡིན་དེ་ཚང་མ་ལ་ཕན་ཐོགས་པའི་རེ་བ་ཡོད་དེ་ན་བླ་མ་དང་དགེ་བའི་བཤེས་གཉེན་ཡོངས་རྫོགས་པ་ཐམས་ཅད་ལ་རྒྱུ་སྤྲུལ་ཟུང་འབྲེལ་དང་ང་དང་ང་འདྲ་བོ་དེ་ནི་སློབ་སྦྱོང་མེད་སྦྱོང་མེད་དང་སློབ་སྦྱོང་མེད་རྒྱུ་ཀུན་ལ་ཡང་ཕན་ཐོགས་པའི་རེ་བ་ཡིན་དེ་འདྲ་ནི་ཚང་མ་ལ་བཀྲ་ཤིས་བདེ་ལེགས་སྐྱེས་པའི་ཉི་མ་ཤར་ཕྱིན་དགའ་བའི་སྟོན་འགྲེལ་བསྒྲིགས་ཤིག་ཚང་མ་ལ་དེ་ནས་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན་ད་ཕྱི་དྲ་ཞིག་བཤད་ཤེས་ངེས་མི་འདུག་ཡག་པོ་བྱས་འདུག་ཨ་འདི་ལྟར་ཡིན་ད་ཕྲ་མོ་བཀྲ་ཤིས་བདེ་ལེགས།